ལེ་ཚན་སྔོན་མའི་ནང་ཀྲུང་གོའི་བོད་རིག་པ་ཞིབ་འཇུག་དཔེ་སྐྲུན་ཁང་གི་འགོ་གཙོ་ཟུར་པ་རྒྱ་མོ་འབྲུག་པ་ལགས་ཀྱིས་ང་ཚོ་ལ། ཏུང་ཧོང་ཡིག་རྙིང་སུ་རྒྱ་བོད་ལོ་རྒྱུས་ཡིག་ཚང་ལས་བྱུང་བའི་བར་སྐུར་རྒྱ་ནི་ཡོངས་གྲགས་སུ་ཕྱི་ལོའི་སྔོན་གྱི་ལོ་ངོ་སུམ་བརྒྱ་བདུན་ཕྱེད་ཡས་མས་ཀྱི་གཡང་ཁྲི་བཙན་པོ་ནས་ཕྱི་ལོ་དྲུག་བརྒྱ་ཉེར་བཞི་ཡས་མས་ཀྱི་གནམ་གྲུ་སྲོང་བཙན་བར་གྱི་བཙན་པོའི་རྒྱལ་རབས་སོ་གཉིས་ལ་གོ་བ་དང། དེའི་མངའ་ཁོངས་གཙོ་བོ་ནི་བར་དབུས་རྫོང་རུ་བཞི་སྟེ། ཡར་ཀླུང་གཙང་པོའི་འབབ་རྒྱུད་ལྷ་ས་དང་ཉིང་ཁྲི་གཞིས་ཀ་རྩེ་སོགས་ཡིན་པར་འདོད། འོ་ན་རྒྱ་བོད་ལོ་རྒྱུས་ཡིག་ཚང་ལས་བྱུང་བའི་མདོ་དབུས་མཐོ་སྒང་གི་སྟོད་ཀྱི་ཞང་ཞུང་ཞེས་པ་དེ་ཅི་འདྲ་ཞིག་ཡིན་གྱི་རེད་ཟེར་ན། ཐེངས་འདིའི་མཁྱེན་སྤྲུལ་སྒྲོན་མེ་ལེ་ཚན་དུ་ཀྲུང་གོའི་བོད་རིག་པ་ཞིབ་འཇུག་དཔེ་སྐྲུན་ཁང་གི་འགོ་གཙོ་ཟུར་པ་རྒྱ་མོ་འབྲུག་པ་ལགས་ཀྱིས་ལོ་རྒྱུས་དཔྱད་གཞིར་བཟུང་བའི་མུ་འབྲེལ་མཁྱེན་ཕྲི་ལས། མདོ་དབུས་མཐོ་སྒང་གི། སྟོད་ཀྱི་ཞང་གཞུང་གི་སྐོར་མཇལ་འཕྲད་གནང་རྒྱུ་ཡིན་པས་སྐུ་ཉིད་ཀྱིས་གསན་གཟིགས་གནང་བར་དགའ་བསུ་ཞུ། ཨོ་རྣམ་པ་ལྷན་རྒྱས་སྐུ་ཁམས་བཟང། ངས་འདི་ནས་ཁྱེད་རྣམ་པ་ཅི་ནམ་ཡིན་ན་རིག་གི་འདུག་རྗེས་མཐོང་གི་འདུག་རྗེས་གོ་གི་འདུག་རྗེས། ཞང་ཞུང་གཟིགས་སྐུ་ནི་ཐ་སྙད་རེད་ཞང་ཞུང་གཟིགས་སྐུ་ནི་ཉང་གཟིགས་མང་གཟིགས་མཐོང་གི་ཡོད་གི་ནང་སྒོས་སུ་ད་སྐབས་ད་སྤྱི་ཚོགས་སྟེང་ན་ཡང་དེ་གཞམ་པ་རིག་གཞུང་ཟེར་དགོས་ན་ཅིག་གཞིག་ཆེན་པོ་ཅིག་ཡོད་གི་རང་ངས་དེའི་གནས་ཚུལ་ངོ་མ་དེ་ལོ་རྒྱུས་སྟེང་ན་ཇི་མོ་ཟིག་ཡོད་ན་ངོ་སྤྲོད་བྱ་བསམ་གི་ཡོད་དེ་ངའི་ཤོད་ཀྱི་ནང་ན་རབ་བྲིས་ཡོད་ད་འདི་སྟུ་ང་རིག་གི་མིང་མྱང་བ་ལ་ཞང་ཞུང་ཟེར་ནི་རེད་ཞང་ཞུང་དུ་འུ་ཙམ་པོ་ད་སོང་ཚུལ་འགའ་འབུ་ཡར་ངོ་ནས་ཁོང་ས་ཆ་དེ་རང་ཅག་ཕེར་བ་གི་རྒྱལ་འཕྲིན་ཆེན་པོ་ཟེར་ཅིག་དེ་རྒྱལ་རབས་ར

པུ་རང་ར་དམངས་གཉེར་ར་ཟངས་དཀར་སྐོར་གཅིག་དེ་ནས་རྦད་དུ་ལི་ཡུལ་གྲི་ཤ་སྐོར་གཅིག་དེ་ནས་ཞང་ཞུང་དེ་ནས་ཁྲི་ལྡེ་སྟོད་སྨད་སྐོར་གསུམ་དེ་ཟེར་གྲི་ཡོག་དེ་ངས་བསམ་བློ་བཏང་ཡོད་དེ་ག་བ་འོག་གི་སྔོན་གི་ཡིག་ཆགས་ནང་གི་ཞང་ཞུང་ཟེར་ད་གཟོད་ཡང་དྭངས་སང་གི་ལ་ལ་གི་དྭངས་སང་གི་ཀི་ཀི་ད་ཡིན་ན་ཆོག་གི་གླང་ཆེན་གཙང་བོའི་རྒྱུད་དུ་ས་སྐྱ་དེ་ཆུང་ཆུང་དེ་ངས་འཛིན་གི་ཡོད་རེད། རེད་ད། སྐོར་གསུམ་རེད་དེ་དེ་ལས་རྒྱ་ཆེ་བ། ད་འུ་ཚོའི་ལོ་རྒྱུས་སྟེང་གི་ཐ་སྙད་འདི་མང་ཆེ་བ་ཟིན་ཏེ་ཉང་ཆུང་ཆུང་དུ་ཆེ་པོ་ཆགས་འགྱུར་གྱི་ཆེན་པོ་དེ་ཆུང་ཆུང་ཆགས་འགྱུར་དུ་ཡོངས་གྲགས་ད་ཅི་འགྲོ་སྟངས་ཅི་རེད། དེའི་ནང་ནས་རྒྱ་ཡིག་ནང་ན་ར་ཚོ་ཆང་ཤོང་ང་ཡང་ཐུང་ཟེར་གྱི་ཡོད་ནི་རེད་ཡང་ཐུང་བྲིས་ནི་ནང་ན་དེ་ཡང་ཐུང་ང་དང་ཆེ་ཆུང་གཉིས་ཡོད་ཟེར་གྱི་ཡོད་གི། དེའི་ནུབ་དུ་སོང་ནས་འུ་ཚོ་ད་དེང་སང་གི་ལེ་ར་ཐུག་ཡོད་ནི་ཤར་དུ་ཛམྦུ།

རི་དྭགས་དག་དེའི་གཤོང་གཟིགས་དགོས་ནོ། དེ་དག་ཁྱུང་ཡིན་གཟིགས་དགོས། གཤང་དེ་ར་རི་ཡིན་ཡང་རི་མིན་ད། ཉེར་ཆུ་རང་རང་ཐག་སོ་འདོགས་པ་མི་གཅིག་ཅིང་ར། དེ་དེ་འདྲི་གི་འདྲི་སྟངས་རྒྱག་ཚུལ་འདུག་དེའི་མིང་དེ་གཤང་གཤོང་ཅེས་མིང་བཏགས་བཞག་པ་ད་དེ་རིགས་ཀྱི་ཉང་ནས་ཟབ་ཉང་ཐོག་བཞག་པ། དེ་ཚོ་ང་ཚོ་ད་ལོ་རྒྱུས་ནང་ན་མང་པོ་མང་པོ་ཡོང་གི་ཡོད་རེད་དེ་རྗེས་འདི་སྐབས་ལ། དེ་ནས་སྲོང་བཙན་སྒམ་པོ་ཡར་སྔོན་ལ་ཁོང་རྒྱལ་འཕྲིན། གཅིག་པུ་གཞན་ཚང་ན་སོང་ཙང་སྒམ་པོ་གི་ཧྲང་མོང་ཟབ་མོ་ཀིར་ཟེར་གྱི་ཟེར། ཁོང་གི་ཞང་ཞུང་རྒྱལ་པོ་ལུག་མི་སྐྱ་ཟེར་གྱི་དེ་ན་མ་སོང་ད་བཙུན་མོ་སོང། བཙུན་མོ་སོང་ནས་རྗེས་མ་ད་སྐོར་ལོག་སོང་སྐོར་ལོག་སོང་སྐོར་ལོག་མ་ལོག་གི་བར་དེ་ད་འཕྲིན་ཡིག་བྲིས་འཕྲིན་ཡིག་བྲིས་ད་སོང་ནས་སོང་དེ། ཞང་ཞུང་གི་རྒྱལ་པོ་ལུག་མི་སྐྱ་དེ། ད་འདི་དང་རི་ཡིམ་ཚུགས་ཁ་ཡོང་གི་ཡོག་གི་ཡོང་དང་ན་ད་ཆི་ཟི་ག་སྒྲོང་གོ་ཨ་ད་ཆི་ཟི་ག་འདི་རྒྱག་གོ་ཨ་ཟིག་སོང་ཡི་གི་ཟི་གབ་ཚིག་གི་དབང་གི་ཡི་གི་བྲིས་དང་ནི་རེད་དེ་ཡི་གི་བྲིས་ནོ་ད་རྗེས་མ་ཨོ་ཙམ་པོ་གི་ལག་གི་འབྱོར་རེད་ད་སོང་ནི་ཞང་ཞོང་རྒྱ་བོ་ནུབ་དང་ཨ་ཟིག་ནོ་འདིའི་ལོ་རྒྱུས་ད་དུང་ཧོང་ཡིག་ཚང་ནང་ན་དམ་བཅའི་ཤོང་གི་ཡོག་གི་རེད་ད་ཨ་ཟུ་དང་སང་གི་ཡིག་ཆ་གཞན་པ་ནང་ན་ཧོན་ད་གོང་གི་དེ་དེ་སོང་ད་སོ་ད་ངས་བསམ་ན་ཙམ་པོ་སོང་ཙམ་གམ་པོ་གི། འདི། འཛམ་བུ་རྒྱ་གྲམ་དུ་འཛེག་སྡིག་དཀའ་བ། ཟག་གནས་སོ་སོ་དེ་ཐོག་མ་ཉེ་འབྲེལ་འདྲ་བཅས། དེ་དོན་འགྲོ་འདྲ་བཅས་དེ་ནས་རྗེས་མ་ད། དོན་འགྲོ་བཅས་འཁྱམས་པོ་འདྲ་མ་བྱུང་དུས་སྐབས་ལ་ད་དམག་རྒྱག་རྒྱུ་དེའི་ཕར་ཆེད་ལུགས་སོར་དེ་འདྲ། ཕར་ཆེད་ཡིན་ས་རེད་དེའི་ལོ་ཚིགས་དུ་ཕར་ཆེད་སྤྱི་ལོ། དྲུག་བརྒྱ་ཉེར་ཧྲི་ཡི་ད་སུམ་བཅུ་བཞི་བཅུ་ཟླ་མཆོག་གི་ཉེར་ཧྲི་ཡན་ཕྱིན་ནས་ད་ལོ་ཚིགས་དུ་ཏག་ཏག་ཟི། དམ་ཆོས་དེའི་ལོ་ཚིགས་དུ་ཏག་ཏག་ཟི་ད་འོང་ན་མིན་ན། བཤད། ཐུབ་རྒྱུ་ཟི་བྱས་ཟི་དགོས་ན་གསལ་བོ་ཟི། མི་འདུག་ད། དྲིན་རིག་གདམས་རྒྱུ་ཡོད་རེད་དེ་ཡིན་ཙང་ད་ལྟའི་རྗེས་མ་ཞང་ཞུང་དུ་ཕྱིར་བསྡུས་གཏོར་མ་ཟེར་ད་ལྟའི་དམག་སྦྱར་རྒྱུ་ཁར་བོད་བཙན་པོ་ངག་བ་གཅིག་དེ་ཆགས་བཞག་པ་རེད། ལོ་རྒྱུས་ངོ་མ་དེ་དྭངས་སང་ཞལ་ལས་སོང་ན་ད་རྗེས་མ་སུ་ཡིག་ཚང་གཞན་པ་གི་ཕྱི་རྒྱལ་གཞན་པ་གི་བྲིས་ནོར་ཡིག་ཚང་ནང་ལོག་ན་ད་ཞང་ཞུང་དེ་སྒོ་ཕུག་བར་གསུམ་ཡོད་ཟེར་གྱི་ད་ཞང་ཞུང་བཅས་ཤི་རི་ཅན་གི་རྒྱལ་བོ་བཅོ་བརྒྱད་ཡོད་ཟེར་གྱི་དེ་འདྲའི་མང་གཙོ་ཡོང་གི་ཡོད་ན་དེ་ཡིག་ཚང་དུ་ཐམས་ཅད་དུ་ངོ་མ་བཤད་ན་རྗེས་མ་རྗེས་མ་གི་ཡིག་ཚང་རེད། ངས་ཀོང་ནེ་ཞང་ནོར་དུ་ཏུང་ཧོང་ཡིག་ཚང་པའི་ཁོངས་གཏོགས་པ། དེ་ད་དཔེར་ན་རྒྱལ་ཕྲན་ཆེན་པོ་ཟིག་ཡིན་པ་དམག་གཤིས་ཆེན་པོ་ཡོད་པ་ཐོག་མ་སྐོར་གསུམ་དེ་ད་དེ་སྐོར་གསུམ་དུ་དང་བ་ཚང་མ་དེ་ཡོད་པ་དེ་འདྲི་གི་གཤིས་ཆེན་པོ་ཡོད་ས་ས་ནི་ད་དེང་སང་གི་དཔེར་ན་ཟུ་ཁ་འབུམ་ནམ་ཞི་ཟིག་ཆི་ཆི་འོ་ཟིག་ཡོངས་གྲགས་ལ་རི་དུ་ཀང་རིན་པོ་ཆེ་ཡིན་གྱི། ལ་ཟོག་དུ་གཡག་བྲིས་རོགས་ས་ཡོད་གི་གཡག་དཀར་པོ་བྲིས་རོགས་ས་ཡོད་གི་དེ་འདྲི་གི་སོང་ནི་རིག་གནས་དེ་གཅིག་པ་གི་ནི། འོག་གི་ཚང་ནས་འདི་བརྒྱན་འཕྲིན་ཆེན་པོ་གཅིག་རེད་ཟེར་གྱི་དོན་ངོ་སྤྲོད་བྱ་དགོས། མི་འདང་དྭངས་སང་གི་ཡིག་ཚང་ནང་ལོག་གནང་ན་ད་ཞང་ཞུང་སྒོ་ཕུག་བར་གསུམ་ཅེས་ཅིག་བྲིས་ད་ནི་སྒོ་ཕུག་བར་གསུམ་དུ་ཕར་ཕྱིན་དུ་བོད་ཁ་ཚང་དུ་སྒོ་ཕུག་སྒོ་ཡིན་ཁ་འདྲ་འདྲ་ཐ་ན་སང་ནས་འུ་ཚོ་ནང་ལོག་ལ་སླེབས་ཡོད་ཁ་འདྲ་འདི་འདྲི་གི་ཅིག་ད་དམ་བཅའ་ཟེར་དགོས་ན་རིག་གཞུང་ཟེར་དགོས་ཨ་སྐད་ཆ་འདྲ་མིན་སྣ་ཚོགས་ཅིག་ལབ་ཡོད་སྐོར་འདི་ལྟར་ངོ་ནས་བཤད་ན་ཁུངས་ཡོད་མ་རེད་ཡིག་ཚགས་ཇི་མ་ཇི་མ་རེད། དེའི་དྭངས་སང་གི་ད་དཔེར་ན་དེའི་རིག་གཞུང་ཞིབ་འཇུག་པ་མང་ཆེ་བ་ཟིག་གི་ད་ཡིག་ཚང་བོད་ཀྱི་ཡིག་ཚང་དུ་བསྐྱུར་གི་འདིའི་ནང་ལོགས་ན་འདིར་ཕྱིས་ཏེ། དེའི་དུས་རབས་བྱེ་བ་བྱེ་གཅིག་གི་ནང་ལོ་རྒྱུས་བྲིས་བཞག་པ་མ་གཏོགས་ནང་གི་སི་ཏཱ་སྒོ་ཕུག་བར་གསུམ་ཟེར་རྒྱུ་དང་དེ་ཚོ་རྗེས་མ་གངས་རིན་པོ་ཆེའི་གར་ཆག་ཟེར་རྒྱུ་འདྲ་དེ་ནས་འཛམ་གླིང་རྒྱས་བཤད་ཟེར་རྒྱུ་འདྲ་དེ་འདྲའི་ནང་ལོགས་ན་ཅིག་བྲིས་བཞག་པ་མ་གཏོགས་ངོ་མཁྱེན་གྱི་ཡིག་ཚང་ནང་ལོགས་ན་བར་ཆད་ཡོང་གི་ཡོད་མ་རེད་དེ་ལྟར་གོ་ད་དེ་ང་ཚོ་ངོས་འཛིན་བྱེད་དུས་སྐབས་ལ་ཨོ་ཞང་ཞུང་ཟེར་ཡ་དེ་ངོ་མ་ནི། དུག་མངའ་རིས་ས་ཆ་གི་དམངས་ཉམས་བ་ཟིག་ཡིན་པ། དེ་ནས་དེའི་ས་ཆ་དེ་ས་རྒྱ་ཆེན་པོ་ཡིན་པ། རྒྱལ་ཕྲན་ཆེན་པོ་ཟིག་ཡིན་པ་རྗེས་མ་ཛམ་བུ་སྲོང་བཙན་སྒམ་པོ་དང་གཉེན་འབྲེལ་བྱས་དེ་ནས་གཉེན་འབྲེལ་མ་འགྲིག་པ་དུ་ཁོང་ཕར་བརླག་བཞག་པ། དེ་ནས་ད་འོ་ཙམ་པོ་ངར་བ་གཅིག་བཞག་པ་དེ་ནི་ལྟོ་གི་སྟོང་བསྡུས་ཏེ་མ་འང་ཅིག་ཆགས་ཡོད་ཀྱིས་དེ་འདྲའི་ཅིག་བསམ་མནོ་བདག་ན་ད་གནས་ཚད་ངོ་མ་དེ་ཅིག་ཡོང་གི་ཡོད་རེད་མ་གཏོགས་ད་དེང་སང་གི་དེ་ལྟར་གི་ཅིག་རྒྱལ་རབས་མ་འང་ཡོད་ཀྱིས་རྒྱལ་རབས་དཔེར་ན་རྒྱལ་རབས་བཅོ་བརྒྱད་ཟེར་གྱིས་རྒྱལ་ཁག་བཅོ་བརྒྱད་ཡིན་ན་ཡང་ན་རྒྱལ་རབས་བཅོ་བརྒྱད་ཡིན་པ་ཤ་རི་ཚེ་བཅོ་བརྒྱད་དུ་ཕྱི་ཕྱོགས་ཀྱི་ཤ་ཐང་ཟེར་བ་ང་ཚོ་ད་ལྟའི་མ་གཏོགས་པའི་ལོ་རྒྱུས་ཡིག་ཚང་དག་དག་ནང་ན་ཡོང་གི་ཡོད་མ་རེད། རེད་ད་དེང་སང་ཡང་ཁོང་ཚོ་ཞིབ་འཇུག་བྱེད་མཁན་ཁ་ཤས་ཀྱིས་ད་དེ་དེའི་སྐོར་དེ་རྒྱ་ཇེ་ཆེ་འདྲ་ཚེ་བཤགས་བྱས་ད་ནམ་མ་སྣ་ཚོགས་ཅིག་ལབ་ཀྱི་ཡོད་རེད། རེད་ད། འཛམ་གླིང་གི་རིག་གཞུང་ཞིབ་འཇུག་བྱེད་མཁན་གྱིས་ཕར་ཆེར་ད་ལྟའི་སྐོར་དུ་ཅང་ཉམས་འཇོག་བྱེད་ཀྱི་མི་འདུག་ཉམས་འཇོག་བྱེད་ཀྱི་མི་འདུག་ད་ལྟའི་དམ་འབྱོན་ཙམ་ཙམ་རེད་མ་གཏོགས་པའི་དེ་མི་འདུག།
ཞང་ཞུང་ནི་རིས་མེད་ས་ཆ་ལ་འཐུག་ཞིང་དུས་རབས་བདུན་པའི་སྲོང་བཙན་དགོན་པའི་ཡར་སྔོན་ན་རང་སྐྱ་འཕེར་བའི་རྒྱང་ཁྲིད་ཞིག་ཡིན་ལ། དེའི་མངའ་ཁོངས་ནི་ཆུང་ལུགས་དངུལ་མཁར་ལྟེ་བ་བྱས་པའི་ཁམས་པ་བཞི་བརྩིས་པའི་མངའ་རིས་སྐོར་གསུམ་ཡིན་པ་དང། དེའི་བླ་རི་ན་གངས་རིན་པོ་ཆེ་དང་བླ་གཙུག་ནི་གཡོག་ཡིན། ཕྱིས་སུ་བསྟན་རྒྱུན་གྱི་ཡིག་ཚང་འགའ་ཤས་ནང་ཞང་ཞུའི་སྒོ་ཕུད་བར་གསུམ་དང་ཞག་རི་ཅན་གྱི་རྒྱལ་པོ་བཅོ་བརྒྱད་གསུམ་བཞུགས་ཡོད་རབས་འདུག། འོ་ན་དུས་རབས་བདུན་པའི་གོང་ལ་ཞང་ཞུང་དང་འབྲེལ་བའི་བོད་ཡིག་ཅིག་ཡོད་རྒྱུ་ཨེ་རེད་ཟེར་ན།
ད་ལྟ་མ་ཡིན་པའི་ཡང་དེང་སང་ཕྱི་རྒྱལ་གྱི་ཆས་ལུགས་རྣམ་པ་སྣ་ཚོགས་ཅིག་བྱུང་དུས་སྐབས་ལ་བོད་ཀྱི་ནང་ཁུལ་ལ་ཧྲིལ། བེར་ནག་ང་ཚོའི་བོད་ཡིག་བྱུང་རྐྱེན་གྱི་སྐོར་སྟེ། ད་བེར་ནག་ང་མ་ཅིག་བོད་ཡིག་ཡོད་མེད་དེ་མང་པོ་ཅིག་ལབ་ཀྱི་ཡོད་རེད་ལབ་ཀྱི་ཡོད་རེད་དང་ངོ་ནས་དྲང་ནས་བཤད་ན་ད་བར་དུ་ས་གནས་ས་གནས་ནས་ནར་རྗེའི་ཐོག་ནར་རྗེའི་ཐོག་ཤི་བཞི་ན་ཆོག་གི་འདུག་ནར་རྗེ་གི་རིགས་དེ་ནང་ན་ཡོང་གི་ཡོད་མ་རེད། དེ་ནི་གཅིག་རེད་གཉིས་བཏང་ན་ཡི་གེ་གི་འགྲོ་སྟངས་ལྟར་གི་སོང་ན་དེང་སང་གི་འདིའི་ཡི་གེ་འདི་ཚོ་ད་སོང་ཚོད་འགའ་འབུད་སྐབས་ལ་གསར་བཀྲིན་ཡིན་པ་དེ་གཏན་འཁེལ་གྱིས་དེ་སྐྱེས་ཡོད་རེད་དེ་ནང་གི་སི་ཚོ་ད་ཀིར་པཱ་ཏིའི་ཡི་གེ་འདི་ཚོ་གཟིགས་དང་དེང་སང་མང་ཆེ་བ་ཟིག་ཞིབ་བསྡུར་གྱིས་འཛམ་གླིང་གི་མཁས་པ་དེ་ཚོ་ཁ་ཚང་གི་འོག་ད་དེའི་འགྲོ་སྟངས་དེ་ཚོ་ད་དགོས་ཀྱི་ཡོད་མ་རེད་རེད་ད་ད་དམ་ཆོས་ཅིག་བཟོས་ཤོག་དེ་ཚོ་ཡང་ནང་ནང་ཁུལ་ལ་ཕྱི་ར་ཅིག་ཡིག་གཟུགས་འདྲ་མིན་སྣ་ཚོགས་ནས་མིང་འདྲ་ཡག་པོ་ཅིག་བཏགས་རྗེས་དེ་ཅིག་འདི་ཡིན་དེ་ཡིན་ཟེར་གྱི་དེ་འདྲི་གཅིག་འདུག་དེ་ལྟར་ཡོང་གི་ཡོད་མ་རེད་དེ་ལོ་རྒྱུས་ངོ་མ་ཡོང་གི་ཡོད་མ་རེད་དེ་ནི་གཅིག་རེད་གཉིས་དང་ནི་དེ་ཕྱིའི་ཕྱི་ཕྱོགས་ཀྱི་བརྗོད་དོན་བཤད་སྟངས་འདི་དང་ཕྱི་ཕྱོགས་ཀྱི་ཡང་ཁོང་ཚོར་ལུགས་ཟེར་རང་ལུགས་ཅིག་ཡོད་རེད་དེའི་བཤད་སྟངས་དེ་ཡང་ང་ཚོའི་སོང་ནས་ཡོངས་གྲགས་ཀྱི་དེ་འཇིག་རྟེན་གྱི་འཕེལ་རིམ་དང་མཐུན་པ་ཅིག་དང་འཇིག་རྟེན་གྱི་ལོ་རྒྱུས་ཀྱི་ཆོས་ཉིད་དང་མཐུན་པ་ཅིག་བཤད་དགོས་ར་མ་གཏོགས་དེའི་ཡ་མཆན་ཅིག་བཤད་དུས་ཡང་དེ་ལྷ་སྒྲུང་དང་གཏམ་རྒྱུད་དང་འབྲེལ་ནས་ཆགས་འགྲོ་གི་རེད་དེ་ལྟ་བུ་ད་དེང་སང་མང་ཆེ་བ་ཟིག་གི་དེ་ཅི་ཧུར་འདྲ་རྒྱབ་ཚ་པོ་འདྲ་བཟོ་གི་འདུག་ད་ང་རང་གི་བསམ་ན་ད་གཙོ་བོ་དེ་ང་མ་གཏོགས་ང་རི་ས་ཅང་འབྲེལ་འདྲིས་ཅིག་ཡོད་པ་ནང་གི་སི་ཡི་གེ་གི་སྐོར་གྱི་རྣམ་པ་ཞུས་དུས་སྐབས་ལ་ད་ང་ཚོས་ང་རིའི་གི་ཀུར་ཁྱིམ་དགོན་པ་ཟེར་ས་དེ་དེའི་འགྲམ་ནས་ས་གནས་ནར་རྫས་རྟོག་ཞིབ་ཡག་པོ་བྱུང་ཡོད་རེད་དུར་ས་ནང་ལོགས་ནས་རི་དྭགས་དེའི་ནང་ལོགས་ནས། སྐད་ཅིག་མཐོང་ཡོད་རེད་སྐད་ཀྱི་ལ་ག་ན་རྒྱ་ཡིག་མཐོང་ཡོད་རེད་དེ་ནས། བར་གཟིགས་ཀྱི་སྒོར་མོ་གཅིག་མཐོང་ཡོད་རེད་དེའི་སྒོར་མོའི་ནང་ཐོག་ན་ཡང་བར་གཟིགས་ཀྱི་ཡི་གེ་མཐོང་ཡོད་རེད་རི་དྭགས་དེས་ད་བར་དུ་ཁོང་ཚོས་ད་ཁྱབ་བསྒྲགས་མ་བྱས་པ་ཡིན་ན་ཡང་མིན་ན་མེད་པ་ཡིན་ན་དེས་ནར་རྫས་རྟོག་ཞིབ་གཞན་པ་གི་ད་གསེར་གྱི་སྔོན་དཔོག་ཟེར་ཡ་དང། ཅིག་ལག་ཆ་འདྲ་དེ་འདྲའི་ཁ་ཤས་ཁ་ཤས་ཅིག་ད་དྲ་ལམ་དང་འདི་ཚོ་གཏོང་གི་འདུག་རྩོམ་འདྲ་འབྲི་གི་འདུག་ཁོང་ཚོས་ངོ་སྤྲོད་བྱེད་ཀྱི་འདུག་མཁས་པ་དེ་ཚོས་ཞིབ་འཇུག་གནང་གི་འདུག་རེད་ད་ངས་ད་བར་དུ་ད་བོད་ཡིག་ཡིན་ན་ཆོག་གི་ཡི་གེ་གཞན་དག་ཅིག་ཡིན་ན་འགྲིག་གི་རེད་ཡིག་གཟུགས་མ་བསྲེས་པའི་ཡི་གེ་ཅིག་ཡོད་ཚུལ་དུ་རྩ་བ་ཉིད་ནས་རྙེད་མ་སོང་རྙེད་མ་སོང་སྟབས་ད་དེང་སང་ཡང་ཁ་ཤས་ཅིག་གིས་བོད་ཡིག་ལ་ཅིག་ཡོད་མེད་གི་རྩོད་པ་བྱེད་རྒྱུ་གི་བཞིན་པ་གི་ཡང་ཅིག་བལྟས་སོང་ཚུལ། ད་ཅིག་ཡོད་མེད་ཀྱི་སྐོར་དེ་མང་པོ་ཅིག་ལབ་དགོས་པ་ངའི་མཚམས་ན་དེ་ཚོ་ཡག་པོ་མི་འདུག་བཟོ། ལོ་རྒྱུས་ངོ་མ་དེ་ཡིན་ན་ལོ་རྒྱུས་ངོ་མ་ནང་དོན་ཤེས་བཞག་ན་དེའི་སྔོན་ན་གཞན་དག་ཡོད་ན་གཞན་དག་ནས་རྩ་བ་ཡོང་ན་དེ་བསམ་དགོས་མ་གཏོགས་ད་ལྷ་སྒྲུང་འདྲ་ཟེར་གྱི་ཡོད་ན་ཅིག་གཞན་པ་ཟེར་གྱི་ངང་གི་ཡོད་པ་དེ་ཐམས་ཅད་མེད་པར་གྱུར་འོ་ད་དེ་དེ་འདྲའི་གཅིག་འདུག་ད་དོན་འདི་མ་རེད་ངས་བསམ་ན་ཡོད་པ་དེ་ཚོ་བཞག་ཆགས་ན་ནི་མེད་པ་དེ་ཚོ་གསར་པ་ཐོན་ཡོང་དུས་ནི་ཡོད་པ་དེ་ཚོ་རང་ཞིག་གི་མིན་འགྲོ་གི་རེད་པ་དེ་ཡིན་ཙང་མ་གཏོགས་པའི་ད་ཨར་ཚིག་ཅེས་ཅེས་འདི་འདྲའི་ལབ་ན་ངས་བསམ་ན་ཡག་པོ་མི་འདུག་ཟེར་གྱི། ཨོ་ལགས་ཟེར་ད་ནི་ངས་ཞང་ཞུང་ཟེར་དེ་ཡིན་དམངས་ས་དམངས་ཟེར་ར་ཡིན་དམངས་ཟེར་ར་ད་ནི་རྒྱལ་འཕྲིན་ཟེར་ར་དེ་གོ་གི་ཡོད་མ་གཏོགས་པའི་གཞན་པ་གི་ཟུ་དེའི་རིག་གཞུང་ཟེར་དགོས་ན་དེང་སང་གི་སྒྲུང་གཏམ་ཟེར་དགོས་པ་དེ་གོ་གི་མེད་དེ་ལྟ་བུ་གི་འདི་ཡིན་ད་རེད་དེའི་ནང་ནས་སྔོན་གྱི་ལོ་རྒྱུས་ནང་ན་གོར་སིམ་ཟེར་ངེས་འདི་གོང་ནས་ཞུས་བ་ནང་བཞིན་གྱི། མང་དཔེར་ན་བུ་རང་ད་དེང་སང་བུ་རང་ཚང་མའི་ཕྱི་རྒྱུད་མང་ཡུལ་ར་བྱི་ཚང་མའི་ཕྱི་རྒྱུད་དེང་སང་སྤྱི་ལོང་རྫོང་རེད་བུ་རང་རྫོང་སྤྱི་ལོང་རྫོང་དེ་ནས་དེའི་ནང་ན་ཟངས་དཀར་རྫས་རྒྱ་བ་ན་རེད་ཟངས་དཀར་ར་ལ་དྭགས་ཕྱོགས་རེད། ཞང་ཞུང་ར་ཁྲི་ཟླའི་དུ་མི་ཟེར་ཡང་ཐ་སྙད་བྱུང་འདུག་འདི་སོང་ནས་དེང་སང་ཞང་ཞུང་ད་ཧར་ཆེ་གི་ཀའི་ས་ཆ་ངེས་འཛིན་གོ་དང་ནོར་མི་དང་ངེས་འཛིན་ས་ཡོད་ནི་མ་རེད་དེ་ནས་ཁྲི་ལྡེ་དོ་མི་དེ་ད་རྐང་ཟིག་གི་གོ་བོ་ན་དང་སང་དང་ཞིབ་འཇུག་པ་མང་ཟིག་གི་ཅང་དེ་ངེས་འཛིན་བྱེད་མེད་གི་དེ་ད་ཆེན་ཡན་རོང་དེའི་ཁོངས་རེད་དེའི་ནང་ནས་ད་སྐོར་གསུམ་གི་ནང་ནས་ལི་ར་དྲི་ཤ་ར་སྦར་རྟི་ཟིག་གོ་ནོ་འདི་ད་ངོ་མ་ཤི་ན་ཙམ་བུའི་རྗེས་ནས་ཨེ་ཡིན་ན་ངེད་དེ་བསམ་གི་ཡོད་ད་ཐ་སྙད་དུ་ཆག་རྒྱུ་ཆག་གི་གོ་དེ་འདི་ཕྱིར་ད་དང་སང་གི་ལི་ཡི་རི་ར་སྦར་རྟི་སྦར་རྟི་དེ་ངོ་ན་ཞང་ཞུང་གི་ཁོངས་ཡིན་ནི་དང་སང་ད་བ་ཇི་སི་ཐན་ཟིག་གོ་ནོ་རྒྱལ་ཁབ་གི་ཁོངས་ན་ཡོད་གི། དེ་དེང་སང་ལྟ་ན་རིགས་རྒྱུད་ཆོས་ལུགས་ཀྱི་ཆ་ནས་སོང་ན་ཁོང་ཚོས་འགྱུར་སོང་རུང་ར་དེང་སང་དང་ཅིག་དྲ་ལམ་འདྲ་ལྟ་ན་བོད་ཡིག་སྦྱང་གི་ཡོད་ཅེས་གི་ཅིག་དུ་མོ་མཐོང་རྒྱུ་ཡོད་གི་དེ་ལྟ་བུ་ཁོ་ཚོས་སྦར་ཏིས་ཟིན་ཅིང་ད་ར་དེང་སང་བར་ད་དུང་གཟུགས་འོག་གི་ཙམ་པོའི་སྐབས་ཀྱི་གཟུགས་སྤོ་ལོ་ད་ཐོག་སྤོ་ལོ་རྒྱག་རྒྱུ་དེ་སོང་ནས་དེང་སང་ད་ཧོན་ད་ལྟར་ཆེ་ས་དུ་མོ་ས་སྐྱ་ཡིན་དགོས་གི་དེ་ང་འགྲོ་མ་མྱོང་ད་ས་སྐྱ་དག་གི་དཔེ་ཆ་ར་རྩོམ་གི་ནང་ལ་བྲིས་ཡོད་གི།

དེས་མར་ཡི་ཆི་ཡི་སྐོར་ཟེར་གྱི་ན་འདྲ། དེ་ནས་ཀི་ཀི་ཡ་ཡི་སྐོར་ཟེར་གྱི་ན་འདྲ། བུ་རང་གང་ཡི་སྐོར་ཟེར་གྱི་ན་འདྲ་ཐ་སྙད་དུ་ཡོང་གི་ཡོད་ན་འདྲ་ད་ལྟ་རྗེས་མ་དམ་པ་ཞི་དར་གི་སྐལ་བ་བཟོ་ལྷ་བླ་མ་ཡེ་ཤེས་ཨོ་དང་བྱེ་བ་གི་སོང་ནས་ད་ཙམ་བུ་བཟོ་ཨོ་སོང་གི་རྒྱུད་པ་དེ་ཡ་ར་ང་རིའི་སོང་ང་རིའི་གི་རྒྱལ་ས་སོང་དེ་ནས་ད་ཀི་ཀི་གི་དང་སང་གི་རྒྱལ་ཕྲན་རིམ་བྱུང་བྱུང་ནོ་ད་ལྟ་ལོ་རྒྱུས་རྗེས་མ་རྗེས་མ་རེད། ད་དེང་སང་མཚམས་མཚམས་ཨ་ཟོ་ཞང་ཞུང་གི་ལོ་རྒྱུས་སྦྲང་རྩི་ཁྲ་སོགས་དེ་རགས་ཀྱི་ངོ་མཁྱེན་ཞང་ཞུང་གི་ལོ་རྒྱུས་ཡིན་པ་འདྲ་བོ་གསུང་གི་ཡོད་གི་འདུག་ད་དེ་ངོ་མ་ཤེས་ན་དེའི་སྐབས་དེ་རྒྱལ་ས་དེ་ན་ཡོད་ན་ཁྲིག་ཁྲིག་མེད་དེའི་སྐབས་ས་གནས་དཀོན་པོ་ཡོད་གི་དེའི་སྐབས་ལྷོ་ནུབ་ཨོ་བདེ་དེ་ཡ་ར་ང་རི་ཡི་འགྲོ་དེའི་སྐབས་དེའི་བློན་པོ་ར་དེ་མོ་ས་སྐྱ་དག་གི་བློན་པོ་བཅས་ཟི་བ་བཅས་དེ་ནས་སོང་ནས་སྲས་མོ་ར་དེ་འབུལ་བའི་དེའི་བར་རྒྱུད་དེ་བེ་ནོ་དེ་ལོ་རྒྱུས་ནང་ཡོང་གི་འདུག་རེད་ད་དེ་དུས་རབས་བཅོ་བ་ཡན་ཅི་ཙེ་ཡར་མར་གྱི་དུས་འགངས་ཀྱི་ངའི་དྭངས་གསང་ཞབས་ཀུན་ནོ་ཞང་ཞུང་གི་ལོ་རྒྱུས་དུས་ནང་ན། ད་ལྟའི་ཀ་བ་ཧོང་པོ་ཆུ་ཟེ་ན་ས་ཆ་གང་ཡོད་ན་ནང་སྒོས་སུ་ངས་ཟེར་རྒྱུ། ཞང་ཞུང་རྒྱལ་རབས་ཤི་རི་ཅན་གྱི་རྒྱལ་རབས་བཅོ་བརྒྱད་ཟེར་ཡིག་ཆ་ནང་ལོགས་ན། ཆོས་རྒྱུད་གཞན་པ་གི་ཡིག་ཆ་ནང་ལོགས་ན་ཡོང་གི་ཡོད་རེད་ད་ལྟའི་ཡིག་ཚང་དུ། ཤི་རི་ཅན་གྱི་བཅོ་བརྒྱད་རྒྱལ་བོ་རྒྱལ་རབས་བཅོ་བརྒྱད་དུ་རྒྱལ་འཕྲིན་བཅོ་བརྒྱད་ཟེར་དགོས་ནི་རེད་རྒྱལ་རབས་བཅོ་བརྒྱད་ཟེར་དགོས་ནི་རེད་ས་གནས་བཅོ་བརྒྱད་གང་ཡིན་ན་དྭངས་གསང་བོ་ཟེར་ཡོད་ནི་མ་རེད་ད་ལྟ་དྭངས་གསང་ཡིག་ཚང་གཅིག་གོ་མ་གཏོགས་མེད་གི་དུས་སྟབས་ཀྱི་འདི། ངེད་ཅག་འདི་འདི་ནས་ངེས་འཛིན་བྱ་གི་མེད་དེ། ཨེ་ཡོད་མི་ཤེས་ཟེར་གྱི་དེ་རེད་ཡོད་ན་ར་ད། ལུག་མི་བྱ་ཟེར་རྒྱུ་ངས་གང་ནས་ཤེས་རྒྱུ་དེ་སོང་ནས་ཏུང་ཧང་ཡིག་ཚང་ནང་ན་ད་སྲོང་བཙན་སྒམ་པོ་འདི་རྒྱལ་རབས་རྗེས་མ་དེ་རེད་དེའི་སྔོན་གྱི་རྒྱལ་རབས་གང་གང་ཡོད་ན་ཡིག་ཚང་དང། ད་དེའི་ཕྱིས་ཀྱི་ཡིག་ཚང་ན་ཡོང་གི་མ་གཏོགས་སྔོན་ཆེན་གྱི་ཡིག་ཚང་ན་ཡོང་གི་མེད་གི། འདི་ནས་དེང་སང་ཕྱི་རྒྱལ་གཞན་པ་ད་དཔེར་ན་དབུང་གི་སོང་ནས་ཡིག་ཚང་ནང་ལོག་ནས་ཡི་གི་འདྲ་མང་ཅེས་རྗེས་མར་བྲིས་བཞག་ནུས་གནང་ན་ཡོང་གི་འོན་ཏེ་དེའི་ནང་ན་ད་དཔེར་ན་ཞང་ཞུང་དུ་ན་འོལ་མོ་ལུང་རང་ཡོད་ཟེར་གྱི་འདྲ་འདྲ་ཡང་མཚམས་མཚམས་མས་འོལ་མོ་ལུང་རང་དུ་དག་ཟིག་ག་འཇོག་གྱི་འདྲ་འདྲ་མཚམས་མཚམས་མས་དཔེར་ན་སྟོན་པ་ཤིང་རབ་འོང་གི་སྟོན་པ་ཤིང་རབ་དུ་ཞང་ཞུང་ནས་གྲོངས་ནས་ཡིན་ཟེར་གྱི་འདྲ་འདྲ་ལྟ་མོ་ལོ་རྒྱུས་ཆེ་ཤོག་གི་ལོ་རྒྱུས་མང་ཟེར་ཡོང་གི་ཡོད་འདྲ་འདྲ་དེ་ངོ་མ་ཡིན་ན་ད་དེང་སང་གི་རིག་གཞུང་གི་མཁས་པ་ཞིབ་འཇུག་བྱ་ནི་ཆེས་ཉམས་འཇོག

རྗེས་མ་ཨ་ཟོ་དང་སང་ད་འོ་ན་ཁྱེད་ཀྱི་ནང་ལོགས་ན་དཔེར་ན་ཡོངས་གྲོང་འོང་གི་ཁྱེད་ཀྱི་འདི་ར་ཡོད་ནི་ཡོད་ནི་རི་དྭགས་འདི་ཡོངས་གྲགས་ཀྱི་ངང་གི་ཁེ་བ་ང་མ་ཁྱོད་ནང་བཞིན་ཚང་ན་ཨ་ཟོ་ཡོངས་གྲོང་སངས་རྒྱས་འོང་ཟིན་ཁྱི་གང་སངས་རྒྱས་ཁྱེད་ལུག་ར་མཉམ་པོ་གི་ངོ་བོ་གཅིག་ཡིན་པ་དེ་སུ་གང་ཁྱེད་དེ་འདོག་གི་ཡོད་གི་གང་ཁྱོད་དེ་དཔེ་ཆ་ར་དེ་ནང་བལྟས་ཡོང་ན་རི་དྭགས་དེ་ནང་སངས་རྒྱས་ར་ཡོངས་གྲོང་འོང་ཉེ་གི་ཟིལ་པ་འོང་གི་རིག་གཞུང་དེ

དེ་ཆོས་ལུགས་དེ་རྒྱུན་དུ་ན་འགྲིག་གི་མ་གཏོགས་ད་ཅིག་ཅིག་པོ་ཧར་ཚེ་ར་ཆོས་ཅིག་བཟང་ངན་དུ་ཞེས་བ་ཞེས་དེ་ནས་ཆོས་རྒྱུད་ཀྱི་ཤིང་པ་དེ་ཆེན་པོ་ཆགས་ན་དེ་སོགས་མི་རིགས་མཐུན་སྒྲིལ་ར་སྤྱི་ཚོགས་འཆམ་མཐུན་ར་གང་ས་གང་ནས་དེ་ན་དེ་ཀོ་ཙི་མ་རེད་བསམ་དགོས་དེ་ལྟ་བུ་དེ་སོང་ནས་ཆོས་ཕྱོགས་པ་གི་ཆོས་ཕྱོགས་པའི་གསུང་སྟངས་ལྟར་གྱི་ཁོང་ཆོས་ཕྱག་ལེན་ར་ལག་ལེན་ལྟར་གྱི་འགྲོ་གི་འདི་ན་དཔེ་ཡག་པོ་རེད། རིག་གཞུང་པ་གི་རིག་གཞུང་པ་གི་སྐད་ཆ་བཤད་ལས་རིག་གཞུང་གི་ཚོང་ལོ་རྒྱུས་སྟངས་གི་སོང་ནས་དེ་ལོ་རྒྱུས་འཁྱོག་བཤད་མ་བྱེད་ལོ་རྒྱུས་རྫུན་མ་མ་བཟོ་ལོ་རྒྱུས་ངོ་མ་དང་གང་ཡིན་ན་འཛམ་བུ་གླང་གི་ཁེ་བས་ང་ཚོ་འཇོག་ཆོག་ཆོག་ཟེར་འཛམ་བུ་གླང་གི་ཁེ་བ་ཆེ་ཁེ་ལེ་འདི་ཟེར་དེའི་ལོ་རྒྱུས་ཟེར་བཀོད་ཐུབ་ན་དེའི་ལོ་རྒྱུས་ཟེར་འབྲི་ཐུབ་ན་དེའི་ལོ་རྒྱུས་ཟེར་ཞུ་ཐུབ་ན་དེ་ཚོ་མདོ་དབུས་མཐོ་སྒང་གི་ད་ཤེས་རིག་གི་འབྱུང་ཁུངས་གང་ཡིན་ན་དེ་བཤད་ཆོག་ཆོག་ཟེར་རེད་མ་གཏོགས་པའི་ད་ངག་རྒྱུན་ཙམ་ཟེར་ར་དེའི་ཕྱིའི་གི་ཡིག་ཚང་ཙམ་ཟེར་གི་ད་འོག་གི་ཆོས་ལུགས་ནང་ཁུལ་ན་ཆོས་བརྒྱུད་ནང་ཁུལ་ར་ཁྱིམ་ཚང་ཡིན་ན་ཆོག་གི་སྡེ་བ་ཡིན་ན་ཆོག་གི་བུ་འབངས་ཡིན་ན་ཆོག་གི་ལྟེ་བ་ར་རྫོགས་པ་འདྲ་ཟེར་དགོས་ཤིང་པ་འདྲ་ཟེར་ངས་རང་གི་བསམ་ན་དེ་དཔེ་ཡག་པོ་ཟིག་མ་རེད་བསམ་གི་ཡོད་དེང་སང་ནང་ཁུལ་སོ་སོ་སྤྱི་ཚོགས་གསར་བ་འདི་འཛུགས་སྐྲུན་སོང་ནས་འཆམ་མཐུན་གྱི་སྤྱི་ཚོགས་འཛུགས་སྐྲུན་བྱ་དགོས་དོགས་ན་ཆོས་བརྒྱུད་གི་སོང་ནས།

ད་རང་གིས་རང་གི་སོང་ནས་དེ་ཤི་གི་ཡིག་ཆ་ར་འདི་མོ་གི་དམ་ཅི་འདྲ་ཟི་ཤད་ལི་ད་དང་ན་ད་རང་གིས་དྲུ་བ་ཡོང་ན་མ་གཏོགས་པའི་ཞམ་པ་གི་མི་རིགས་གི་ངོ་མ་ཤི་ན་ཅང་ད་ན་ད་ནི་མ་རེད་ཁེ་ར་ལི་ནི་མ་རེད་ད་དེ་ང་རང་གི་ཞོར་དུ་ད་ཅི་ཟི་གོ་ནར་ང་རང་གི་ཉམས་ཆུང་སློབ་སྦྱོང་ཟི་ན་ཆོག་དང་ཉམས་མྱོང་གི་ཅི་ན་འབའ་ཆོག་རང་ཅིག་བཤད་ནི་ཡིན་མ་འགྲིག་ན་དགོངས་དག་བྱེད།
བོད་ཀྱི་ལོ་རྒྱུས་ཆེན་རྒྱུན་ཁག་གཅིག་ལ་དུས་རབས་བདུན་པའི་གོང་དུ་བོད་ཡིག་ཡལ་ཚིག་ཞིག་བཀོད་ཡོད་ཀྱང་དེ་སྔ་གུར་སྐྱོང་དགོན་པ་སོགས་ལ་དེའི་སྐོར་གྱི་གནའ་རྫས་མཐོང་ཆས་སུ་བྱུང་མེད་ཀྱི་ད་ཡལ་གྱི་བོད་ཡིག་འདི་གནའ་བོའི་དགུ་སྡེའི་ཡིག་གཟུགས་དང་འདྲ་ས་ཆེན་པོ་ཡོད་འོ་ན་ཞང་ཞུང་ངམ་མངའ་རིས་ཀྱི་དེ་གསུམ་གྱི་གནས་བབ་དེ་ཅི་འདྲ་ཡིན་གྱི་རེད་ཟེར་ན།

བདུན་ཡོད། རྫོང་ཁག་བདུན། ལྷོ་ཁ་ཐམས་ཅད་དཔེར་ན་བུ་རང་རྫོང། ད་ནག་གི་སང་ནས་བཟུང་དུ་ན་ཡོད། དེ་ནས་ཀུ་ཀི་རྫོང། དེ་ནས་སྒར་རྫོང། དེ་ནས་རི་ཐོག་རྫོང། དེ་ནས་དགེ་བརྒྱད་རྫོང། དེ་ནས་མཚོ་ཆེན་རྫོང་རྫོང་ལ་སོགས་པ་ས་ཆ་སོ་སོ་དུ་ཡོད། དེའི་ནང་གི་སུ་གཟུགས་ཚང་ནས་བུ་རང་ར། ད་འདི་ཀུ་ཀི་དུ་གཟུགས་དམ་པ་ཕྱི་དར་ཀུ་བ་ད། ལྷ་བླ་མ་ཡེ་ཤེས་ཨོ་དང་བཅས་པའི་ཇོ་བོ་རྗེ་དང་ལོ་ཆེན་རིན་ཆེན་བཟང་བོ་མདོ་མོ་དམ་པ་མང་གི་ཆེ་གི་བཟོ་ལྟ་ཆེ་ལུགས་པའི་ཞལ་ནས་གསུངས་ན། མདོ་བ་དོ་ཏིར་གི་ཡུལ་ཡིན་ཟེར་དགོས། དེ་ལྟ་གོ་ད་ལྟའི་ས་ཆ་དུ་ན་བཟོ་རིག་ངེས་ར་ལོ་རྒྱུས་དང་ཧོན་དང་མང་ནི་རེད། དེ་སྔོན་གྱི་ལོ་རྒྱུས་འདེད་དགོས་དང་ན་ངེས་ཟེར་གྱི་གང་འདེད་དགོས་ཡིག་ཚང་ཁུངས་ཐུབ། མེད་གསུངས་ན་མ་གཏོགས་པ་འདི་སྔོན་ན་ལོ་རྒྱུས་ཡོད་དང་ཡོད་རང་དང་རང་ཡིན་གྱི་རེད་དོ་དར་ནག་བཏང་བ་ཡིག་ཚགས་མེད་དེའི་ནང་གི་སི་དང་སང་ཨ་ཟོ་ཡོངས་གྲགས་ཀྱི་མང་ཡུལ་ཀོང་ཐང་མང་ཡུལ་ཀོང་ཐང་ཟེར་མང་ཡུལ་ཀོང་ཐང་ཟེར་སྐོར་འདི་དང་སང་གི་གྱེ་ལོང་རྫོང་རེད་ད་ཨ་ཟོ་རྗེ་བཙུན་མ་ལགས་ཀྱི་རྣམ་ཐར་འཇགས་ནི་ཆུ་ཚང་མའི་ཤེས་ནི་ཉང་དུ་ཁ་ཚང་འདི་རེད་དེ་ནས་དེའི་ཡང་འོག་གི་ལོ་རྒྱུས་ལ་ལས་གནང་ན་ཆིག་སྡེ་ས་ཟིག་ཨ་ཟོ་དང་སང་གི་རི་ཐོག་རྫོང་སྟེ་ངོམ་ཆེན་ན་མར་ཡུལ་ཟེར་ནི་རེད་མར་ཡུལ་ཟེར་ནི་རེད་ད་དེའི་ལོ་རྒྱུས་ལ་ལས་ངོ་ན་མར་ཡུལ་ར་མང་ཡུལ་གཉིས་ཀ་ནོར་སོང་ཡོད་དེ་ཨ་ཟོ། ཡང་དག་གིས་ནི་དེང་སང་གི་རི་ཐོག་རྫོང་གི་ས་ཆ་དང་དེ་ནས་ཧ་ར་ལ་དྭགས་བར་དུ་དེའི་ས་ཆ་དེ་མར་ཡེ་མར་ཡེ་ལ་དྭགས་ར་ཟེར་ནི་རེད་མར་ཡེ་རི་ཐོག་གི་མྱང་དུ་བཏང་བ་རྗེས་མ་ཟེར་ར་མ་གཏོགས་ཐོག་མ་མར་ཡེ་ཟེར་ཁུག་དེའི་ས་ཆ་དེ་རེད་དེའི་གོང་ནས་ངས་ཤར་ཀོ་ནོ་ས་ཆ་ད་ཞང་ཞུང་གི་ཀ་བ་སྐོར་གསུམ་ཟེར་ཀོ་ནོ་འདི་ངས་ཡང་བསྐྱར་ཕྱི་ནང་མ་ཤོད་ཤེས་ནོ་ད་དེང་སང་ཨ་ཟོ་སོང་ནས་རྒྱ་གར་གི་རྫོང་དུ་ས་བྷ་ཡུར་གི་རྫོང་དུ་ས་ས་ཆ་དུ་མ་ར་དྭགས་བང་ནང་ན་ཡོད། ཚིག་ཀོག་གི་ད་ལྟའི་ཁུར་འདར་ཞིག་དེའི་ནང་ནས་ད་ང་རིག་གི་སོང་ནས་དེ་བ་དེ་གངས་རིན་པོ་ཆེ་རེད་ད་གངས་རིན་པོ་ཆེ་འདི་ཆེས་རྗེ་མང་གི་སོང་ནས་ད་པ་ཅག་སུ་ད་ནས་འདི་འཇམ་དུ་ཚོགས་མ་ཕམ་རེད་ད་ནང་གི་སུ་དང་སང་ཞིབ་འཇུག་ཅག་ནས་ཅི་སོང་ན་དེ་གངས་རིན་པོ་ཆེ་ཚོགས་མ་ཕམ་ད་གཟོད་གཟོད་ད་ཆེས་རྗེ་སོ་སོའི་ཆོས་ལུགས་ཐ་ན་རྒྱ་གར་གི་ཆོས་ལུགས་ནང་ན་ར་དེ་ད་མེད་ཅག་ས་ར་གནས་ཁམས་ཆེན་གཙོ་བོ་བརྩིགས་ཡོད། དེ་ཕྱོགས་འཇའ་ར་དང་མོ་འཇོ་ནི་ཧོན་དང་མང་ནི་ཧྲི་གང་ཀུ་ར་འཇོ་ནི་མང་ནི་ཧྲི། ལགས་སོ། དེ་ནི་ད་མངའ་རིས་ས་ཆ་འདི་འུ་ཟོ་ད་ཙམ་པོའི་ཡར་སྔོན་ནས་གནས་ཚུལ་ད་སྔའི་ཞང་ཞུང་རྒྱལ་འཕྲིན་ཟེར་རྒྱལ་འཕྲིན་ཆེན་པོ་ཟེར་མག་ཞིག་ཡོད་ས་རྒྱ་བོ་རྒྱའི་ཡིག་ཚང་ཡིན་ན་ཆོག་གི་ལྡོང་ཧང་ཡིག་ཚང་ཡིན་ན་ཆོག་གི་མང་ཟེར་ཡོང་གི་ཡོད་གི་ད་ཕྱི་མོ་ཟེར་ཡིན་ན་གནས་ཚུལ་དང་སྔ་དང་བ་ཡིག་ཚང་ཉམས་བ་ལགས་མང་བ་ད་འདི་ཡིན་དེ་ཡིན་མེད་གི་ནང་སྒོས་སུ་སྐད་ག་ཆེན་ནོ་དམ་པ་ཕྱི་དར་གི་བ

ཐ་སྙད་འཛིན་འགོག་སངས་རྒྱས་སྐུ་མདོག་ཚེ་ར་རྒྱལ་ཡོངས་ནོར། དེའི་སྐབས་དེར་ཡི་གེ་བྲིས་ནོར་གནང་ན་ད་སང་ནས་འོག་གི་སྡོམ་པ་ཐམས་ཅན་པོ་དགེ་བའི་བཤེས་གཉེན་དང་ཐམས་ཅན་པོ་ཡར་ལ་བྱོ་རྗེ་འཇག་གི་ཕྱག་བཞེས་འཇག་ཡོངས་ཐ་སོ་དེ་ནས་དེའི་སྐབས་བ་སང་ནས་ཁུ་དོན་རྫོང་འབྲི་གཡང་སྒྲོང་ཟེར་ད་ལྷོ་ཁ་གི། ཐང་བོ་ཆེ་གི་དགེ་བཤེས་ཆེན་པོ་རེད་ཁོང་གས་སང་ནས་དེ་ཚང་གི་རྒྱབ་ན་མེད་སོང་ཉང་གི་རྒྱབ་ན་མེད་སོང་མེད་སོང་ཐ་ས་ཁོང་གས་ཀྱི་རྗེས་མ་སང་ནས། ཁོ་ཁྱི་ཟི་ག་འདི་ཉང་གི་རྒྱབ་ན་མ་བཞག་ནི་རུ་ཚེ་དེ་རྗེས་མ། འབྲུམ་སྟོང་གི་སངས་རྒྱས་དེ་ཚང་མཆོད་དེ་སྲོག་དགྲ་གི་ནང་ན་ཡོད་ཟེར་སོགས་སྲོག་རྫས་གཞོག་དགེ་བཤེས་དགེ་བའི་བཤེས་གཉེན་ལ་སྲོག་རྫས་གཞོག་ནོ། དེ་གོང་གི་ཐིག་མ་རྗེ་དེ་ཇོ་རྗེ་རྗེ་མ་ལྷོ་ཁ་གདན་དྲངས་ནོ་ར་དེ་དམ་ཆོས་དེ་ཚང་མ་ཡོད་ནི་རེད་དེ་དག་གོ་ད་དེའི་སྐབས་དེ་ཚང་ན་ལྷ་བླ་མ་ཡེ་ཤེས་ཨོ་བླ་མ་བྱང་ཆུབ་ཨོ་ཁོང་ཆོས་ཀྱི་ཁུ་དབོང་རེད་ཁོང་ཆོས་ཀྱི་ཁུ་དབོང་རྣམ་པ་གི་སང་ནས

དཔེར་ན་འདི་བརྙན། ད་བརྙན་འཕྲིན་གནང་མཁན་སྣ་ཚོགས་འདིའི་ནང་ན་མཁས་པ་མང་ཡོད་ཀྱི་རེད་དེ་ཚོ་ཚོགས་ནས་ཞིབ་འཇུག་བྱས་ན་ནག་གི་དཔེ་མེད་གི་སུའི་དཔེ་ཇི་ཟིག་ཡིན་ན་བསྟར་ས་ཡིན་ནི་ན་འཚེར་ས་ཡིན་ནི་ན་ཐ་སྙད་ཟེར་གི་དུ་མོ་འབོག་གི་ཡོད་གི་ད་ངས་ཀྱང་ཞིབ་འཇུག་བྱེད་པོ་བྱས་མ་ནོར་དུ་མོ་དེའི་སྐོར་རིག་འཛིན་མང་གི་མ་གཏོགས་པའི་རིག་གནས་གཞན་པ་གི་སྐོར་ཨ་ཙི་ད་ངས་གོང་ནས་ཁྱེད་རྣམ་པ་ཤེས་ཡོང་གནང་བཞིན་ཅིག་འདི་ཡིན་དེ་ཡིན་ཟེར་རྒྱུ་དེ་ཡིག་ཚང་དར་ནག་དང་བ་ཅང་ཁོང་འམ་གཉིས་ཀྱིས་ཧོན་དང་ཀུན་དགའ་མ་འོངས་པ་ན་ལ་ག་ཡོང་ན་ཡང་མི་མཐུན་ནས་ཞིབ་འཇུག་བྱས་ན་ར་ཆོག་རྒྱུ་རེད་ད་ནང་གེས་སུ་ནི་བརྙན་འཕྲིན་འཛིན་མཁན་རྣམ་པའི་ནང་ན་མཁས་བ་ར་ད་མི་སེར་ར་མང་ཡོད་རྒྱུ་རེད་རིག་གནས་པ་མང་ཡོད་རྒྱུ་རེད་ཁོང་རྣམ་པས་མ་འོངས་པ་ན་བཟོ་ཡིག་ཚང་ར་དུ་མོ་རྙིང་བ་མང་བསྡུ་བསོག་བརྒྱབ་འདི་བྱས་ན་ཨ་ཅི་ལོ་རྒྱུས་ན་ཆོག་གི་འདི་ས་གནས་གི་འདི་རིག་གནས་ན་ཆོག་གི་ཤེས་རིག་ན་ཆོག་གི་ཡར་རྒྱས་ཡོང་རྒྱུ་གི་ཕན་ཆེ་དྲ་ཐོག་གི་བསམ་ནས་དེ་སོང་ནས་ངེད་རང་ཅི་རྣམ་པ་ཅི་ངོ་སྤྲོད་འགྲོ་བདེ་བྱས་ནས་ཡིན་ད།